ཤེས་རིག་འདི་དེ་རེད། མ་ཤེས་པར་དུ་མི་འགྲིག་སོང་ཟེར། ངོ་མ་ལོ་རྒྱུས་ཤེས་ཀྱི་ཡོད་པ་དང་དགེ་རྒན་གྱི་དགེ་ཕྲུག་ཅིག་ཡོད་རེད།

ལོ་དང་ལས་ཀ་ག་རེ་ཡོད་ནས་པའི་ལྕམ་དེ་བག་བཞག་ནས། འཆི་བདག་གཤིན་རྗེ་གི་སྐད་བཏང་པ་ན་མཐའ་རེ་བྱས་ནས་འགྲོ་དགོས་རེད། ཆོས་ཉམས་ལེན་ལ་འགྲོ་གི་ཡིན་ན་འཆི་བདག་གཤིན་རྗེ་གི་སྐད་ག་དེ་བཏང་གི་རེད་སྔོན་ལ་བོད་སྐད་སྙན་གསལ་འདྲ་པོ་སུས་ཀང་ཕབ་ཡོང་གི་མ་རེད་ཁྱེད་རང་ཤོག་ཟེར་རེད་པ་ཡི་གེ་བཏང་ཡོང་རེད་པ་འདི་ག་སྐད་ཡོག་མ་རེད་ཐོབ་འདུག་གང་ལ་ལས་ཀ་གང་ག་ཚར་རེ་བཞག་ནས།

ཨོ་ཡ། གང་ཅིའི་ཉམས་ལེན་བྱེད་འོག་དང། ཉམས་ལེན་བྱེད་གར་འགྲོ་འོག་ཟེར་དུ་གང་ལ། ཉམས་ལེན་བྱེད་འོག་ཐག་བཅད་ནས། འཇིག་རྟེན་ཆོས་བྱེད་སྤང་དགོས་པ་དེ་རེད། འདི་ནི། ཉམས་ལེན་གྱི་འགོ། འདི་བྱས། ཐ་ན་བྱི་དོར་བྱེད་ལུགས་ཤེས་ནས། ལག་ལེན་བྱས་པ་ཚུན་སྦྲུལ་པའི་ཆོས་པ་ཡིན་ཟེར། ད་གནས་ཁང་བྱི་དོར་བྱེད་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་ཟེར་ཏེ། ལམ་རིམ་གྱི་ཉེས་ནི་ཨ་གོ་ཚར་བ། ད། བྱི་དོར་བྱེད་སྟངས་ཤེས་ཚར་བ་ཤེས་ཡིན་ཙང་ད་ལག་ལེན་བསྟར། བྱི་དོར་བྱེད་ལུགས་ཤེས་ནས་ལག་ལེན་བྱས་པ་དེ་སྦྲུལ་པའི་མཆོད་པ་རེད། སྦྱར་བ་གསེར་དང་བྱེད་པ་ཐུགས་མཉེས་པོ་ཡིན་གོ། ཁོས་ལམ་རིམ་ངས་བྱི་དོར་བྱེད་སྟངས་ཧ་གོ་རེད་ད་བྱེད་ཀྱི་འདུག། དེ་རེད། སྦྲུལ་པའི་མཆོད་པ་ཡིན་པས་གཞུང་བོན་ཆེན་པོར་སློབ་གཉེར་གནང་བ་ཚོས་ཀྱང་ཐུགས་དོན་ལག་ཏུ་བླངས་ཏེ་སྦྲུལ་པ་ཉམས་ལེན་ལ་གཞོལ་བ་མ་གཏོགས།

སྒྲུབ་པ་ཉམས་ལེན་ལ་གཞོལ་བ་མ་གཏོགས་བུ་སྟོན་རིན་པོ་ཆེ་རང་ཉིད་རྒྱལ་མདོས་གཞན་དག་དམའ་འབབ་དུས། གཡོ་སྒྱུའི་སྤྱོད་པ་ཚིག་རྩུབ་ངན་སེམས་ཅན། ངག་འཆལ་སྣ་ཚོགས་སྨྲ་ཞིང་གཞན་རྒྱུད་བསྲིག། དེ་འདྲའི་རྩོད་པ་དེ་ཡང་དམྱལ་བའི་རྒྱུད་ཟེར། ད་རྩོད་པ་རྩོད་པའི་སྒང་ལ་ཆུ་ར་ནང་ན་ཀུན་སློང་ཡག་པོ་ཅིག་ཁེལ་ནས་རེད་པ་དང་རྩོད་པ་རྩོད་བོར་ད་མང་ཆེ་ཀུན་སློང་ཡག་པོ་ཁུར་བོ་རེད་པ་དང་དགེ་རྒན་གཟའ་ཕུར་དགེ་ཕྲུག་རེད་བ་དང་ཚང་རྩོད་པ་རྩོད་མཁན་ཆེ་ད་དགེ་རྒན་གྱིས་བཀའ་སློབ་ཡག་པོ་གནང་གི་རེད་པ་ད་གནང་གི་རེད་ཨ་ནི་བི་ཀའི། ཀུན་སློང་བཟང་པོ་ཅིག་ཁྱེད་ཆོས་ར་ན་བག་ཕྱིན་འོ་དེ་བྱས་གོ་རེ་མ་གཏོགས། ཨ་དེ་ནང་ལ་རེད་ཟེར་ཉིན་ཚ་ཧ་མ་གོ། འོ་ད་དགེ་རྒན་གི་ཁ་ལ་མ་ཉན་གི་འདྲ་པོ་ཟེར་བོར་བ་ད། ད་གང་བྱེད་དེ་ཚོ་གིས་རྩོད་པ་རྩོད་པའི་སྒང་ལ་འདི་ནས་སོ་སོ་ཁེ་བཟང་རག་ཡ། མཇལ་འདོད་གཞན་ལ་སྨད་ར་བཏང་ཡ། ཨ་ཚིག་རྩུབ་མོ་ཚིག་རྩུབ་མོ་བཅད་རོ་བ་ད། ཨ་ནི་གཡོ་སྒྱུའི་སྤྱོད་པ་ཚིག་རྩུབ་ངན་སེམས་ཅན། དེ་ནི་ངག་འཆལ། ད་གཟོད་དམ་པའི་བཀའ་ལ་སྐད་ཆ་འགའ་རེ་མང་པོ་བཤད་ན་དེ་ཚོ་ངག་འཆལ་ཆགས་འགྲོ་ཀུན་སློང་ཡག་པོ་མེད་ན་ངག་འཆལ་སྣ་ཚོགས་སྨྲ་ཞིག་གཞན་རྒྱུད་གཟིགས་ད་གཞན་ཁོང་ཁྲོ་ཟ་ཡ་རེད་བ་ད་ང་རྒྱལ་བླངས་ཡང་འགྲན་སེམས་བསྐྱེད་ཡ། དེ་འདྲའི་རྩོད་པ་དེ་ཡང་དམྱལ་བའི་རྒྱུ་ཞེས་གསུངས་པ་དེར་མ་སོང་བ་དགོས། དགེ་རྩ་ཆོས་རྗེས་སུ་བསྒྱུར་བ་ནི་རྣམ་དག་ཁྲིམས་ཀྱི་ཚུལ་ཆུ་གཏེར་ཆེན་པོའི་དབུས། ད་ད་གིས་བླ་མའི་ཁ་བཀང་ནས། བླ་མའི་མན་ངག་གི་ཁ་བསྐང་ནས་དེ་ནས། བླ་ན་མེད་པའི་མཆོད་པ་ཕུལ་ཡ་དེ། དགེ་རྩ། མཆོད་རྫས་སུ་འགྱུར་ཡ་སྦྱར་བ་མཆོད་རྫས་ཀྱི་རྣམ་པ་ལ་བར་གྱུར་ནས་ཡང་ཕུལ་ཡ་དེ། ད་དེས་མན་ངག་གསུང་བྱ་ཡི་ཚིགས་བཅད་དེ། དེ་ནས། འདི་རེད། འོ་ད་དེ་རྣམ་དག་ཁྲིམས་ཀྱི་ཆུ་གཏེར་ཆེན་པོ་འོད། རྒྱ་ཆེན་གཞུང་ལུགས་མང་ཐོས་རྩ་བ་ལས། དྲི་མེད་རིག་པའི་ཡལ་ག་འབུམ་ཕྲག་རྒྱས།

བྱེད་བྱ་ཡང་གི་དེ་ནི་རྩ་བ་ཐོས་པའི་རྩ་བ་དང་བརྟན་པོ་བྱེད། རྩ་བ་བརྟན་པོ་ཡི་གེ་ཨ་ནི་དྲི་མ་མེད་པའི་རིག་པའི་ཡལ་ག་འབུམ་ཕྲག་ཡོད་དེ་མཁྱེན། གཞན་དྲི་མི་བརྗོད་པའི་དེ་ནི་ངེས་ཤེས་ཀྱི་བས་མེ་ཏོག་འདྲ་མི་འདྲ་བས་ཤར་བདལ་བ། ལམ་གཙོ་གསུམ་གྱི་ཟིན་འཁྲུལ་བས་ཟིལ་ངར་ཆགས་པ། ཚགས་གསེར་ཟླ་བ་མེ་སོགས་ས་ལམ་གྱི་སེམས་ཅན་ཉི་ཤུ་རྩ་གཉིས་རི་བོ་དང་འོག་ཏུ་ས་ལམ་གྱི་འབྲས་བུ། འབྲས་བུ་བཀའི་གཡུར་དུ་ས་དེ་བ། འབྲས་བུའི་རབ་རྩེ་དཔག་བསམ་དགའ་ཚལ་ཏེ་སི། རྟ་རྒྱ་མཚོ་ཆེན་པོའི་བི་གའི་ནང་ལོགས་ན་ཡང་དཔག་བསམ་གྱི་ཤིང་ཡ་རྩ་བ་བརྟན་པོ་དང་འོག་ཏུ་དེ། དེ་ལ་བཀོད། རྟ་རྒྱ་རྩ་དེ་ཚོ་གང་ག་ལ་ཆོས་རྩེའི་བི་གའི་གཟུགས་སུ་བཀོད། འབྲས་བུའི་རབ་མཛེས་དཔག་བསམ་དགའ་ས་དེ་དྲིན་རྒྱལ་བླ་མ་མཆོག་རྣམས་མཉེས་ཤིག་བུ། རབ་གསལ་དཔུང་མདུན་མཆོད་ཡོན་རྒྱ་མཚོ་ཆེར། འོ་ད། དཔུང་མདུན། འོ་ད། འོ་ད་འདི་ནི། འདི་ནི་མཆོད་ཡོན་ལ་གཟུགས་སུ་བཀོད། ནས། དད་པའི་མེ་ཏོག་ཚུལ་ཁྲིམས་དྲི་ཞིམ་སྤོས། ཐོས་པའི་སྒྲོན་མེ་སྟོང་བའི་དྲི་ཆབ་དང་ཤིན་སྦྱངས་ལྡན་པ་ཏིང་འཛིན་བདུད་རྩི་ཟད་ཤེས་རབ་གསུམ་གྱི་རོལ་མོ་སྣ་ཚོགས་འཁྲོལ། ངོ་ཚ་ཁྲེལ་ཡོད་འདོད་ཡོན་སྣ་ཚོགས་ཕྱེ་མ་ཚང་མེད་པའི་མཆོད་སྤྲིན་རྒྱ་མཚོ་སྟེ་རྩ་རྒྱུད་བླ་མའི་ཚོགས་རྣམས་མཉེས། མཉེས་ཤིག་བུ། མཉེས་ཤིག་བུ་ཞེས་སོགས་དང། ད་དེ་ཚོའི་དགེ་རྩ་ཆུད་ཟས་སུ་གྱུར་ནས་ཕུལ་ཡ་དེ་རེད། ད་སྨོན་ལམ་སྒང་ལ་ཐོས་པ་རྒྱ་མཚོ་གཅིག་དོན་དབུ་ཟེར་མང་པོ་བཏོན་ཡང་ཇི་ལྟ་བའོ། དེའི་སྒང་ལ་དོན་དག་ག་རེ་བྱེད་དགོས་བསམ་མནོ་ག་རེ་བཏང་གི་ཡོད་རེད་བསམ་ན། ཐོས་པ་རྒྱ་མཚོ་མཆོད་ཡོན་བསྐུལ་ནས་ཕྱིས། སོ་སོའི་ཐོས་པ་རྒྱ་ཆེན་པོ་བྱེད་བྱ་ཡ་སྟེ་མཆོད་ཡོན་ལ་གཟུགས་སུ་བཀོད། ཡོན་ཆབ། ཆུ་ལ། ཡོན་ཏན་དེ། མེ་ཏོག་ཚུལ་ཁྲིམས་བདུག་སྤོས་སྤྲིན། ཤེས་རབ་སྒྲོན་མེ་དད་པ་སྤོས་ཆུའི་མཚོ། ཏིང་འཛིན་བདུད་རྩི་ཞལ་ཟས་དམ་པ་དང་བསྟོད་དབྱངས་སྙན་པའི་མཚན་སྙན་སྒྲ་འབྱིན་ཅིང་ཀུན་ནས་སྙིང་བརྩེ་རྣམས་རྣམ་དཔྱོད་སྤོབས་པ་ཡིས་གདུགས་དང་རྒྱ་མཚན་བ་དན་མགྲིན་བཅས་པའི་བདག་ལུས་གཞལ་མེད་ཁང་བརྩེགས་རང་རབ་བརྒྱན་ནས་སྙིང་བོའི་ཆུ་སྐྱེས་ཐིག་ལེ་འདབ་བརྒྱད་པ་བརྟན་པར་བཞུགས་པའི་ཆོས་རྗེ་ཆོས་བྱེད་ཅིང་ངེས་པར་འདུན་པའི་ཡིད་ཀྱིས་གསོལ་འདེབས་ན་འགྲོ་བའི་བླ་མ་རྟག་ཏུ་མཉེས་གྱུར་ཅིག་ཆོས་རྗེ་རྒྱལ་པོ་རྟག་ཏུ་མཉེས་གྱུར་ཅིག། འོ་དེ། བླ་ན་མེད་པའི་མཆོད་པ་དགེ་རྩ་ཆུད་ཟས་སུ་གྱུར་ནས་ཕུལ་གྱི་ཡོད་ལ་འོ་འོ་ཟེར་ཏེ། ཚིག་དེ་གང་ག་ཡོང་གི་ཡོད་ལ་སོ་སོ་ཡེ་ཡེ་ངོ་ལ་འོ་འོ་ཟེར་དེ་མིན་ལ་ཚིག་དེ་ཚོ་གང་ག་བྱས་ནས་དོན་དག་འདི་བསམ་བློ་བཏང་དགོས། དོན་དག་དེ་ཆོས་རྗེ་རྒྱལ་པོ་རྟག་ཏུ་རྙེད་རྒྱུ་རྙེད་རྒྱུར་ཅིག་ཟེར་རོ་འོ་དེ། ཞེས་སོགས་ལྟར། ཐུགས་སྲོག་གཅིག་དགེ་རྩ་ཆུད་ཟས་གཟུགས་སུ་བཀོད་པ་དེས་ད་དེ་བ་ཚ་ལ་དེ་སྐུ་བསམ་ཐེངས་བྱས་ན།

ད་ཐོས་བསམ་སྒོམ་གསུམ་གྱི་བྱེད་པས་ལོ་འདབ་བརྒལ་བ་དེ་ཚོ་ཆོས་པའི་གཟུགས་ལ་བཀོད་ནས། ད་སླ་ཆོས་སྐབས་ཡིན་ན་དངུལ་ཤམ་ཡིག་འབྲུ་ཡིད་བཞིན་རྒྱ་མཚོའི་ངོགས། སོགས་ཀྱང་དགེ་རྩ་རྣམས་དགའ་ཚལ་གྱི་གཟུགས་སུ་བཀོད་དེ་འབུལ་བ་ཡིན། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ནི། སེམས་བསྐྱེད་ནི་སེམས་བསྐྱེད་ནི། དེ་ཉིད་རྒྱལ་བ་སྲས་བཅས་ལ། གཉིས་ཤིག་འབུལ་བ་སྟེ། དེ་བཞི་ག་ཡང་བླ་ན་མེད་པའི་མཆོད་པ་ཡིན་པས་འདི་འབུལ་འདི་འབུལ་དུ་ཡོད་སྲིད་ད་རང་ཅག་ལ་བླ་ན་མེད་པའི་མཆོད་པ་འབུལ་ཡ་ཡོད་པ་དེ། དམ་པའི་ཆོས་འཛིན་ཡ་དང་ཞག་མཆོད་ཚུལ་དུ་སེམས་བསྐྱེད་ཡ་དང་ཐུགས་དོན་སྒྲུབ་པ་ལ་གཞོལ་བ་དང། འོ་ད་དེ་ནི་དགེ་རྩ་ཆུད་ཟོས་སུ་གྱུར་བ་འདི་ད་འབུལ་དུ་ཡོད་སྲིད། འདི་ལས་ལྷག་པའི་མཆོད་པ་ཞིག་མེད་པས་རང་ཅག་རབ་ཏུ་བྱུང་བ་རྣམས་ཀྱིས་མེད་བཞིན་ལོག་འཚོ་མི་འགྲུབ་པར། ད་བླ་ན་མེད་པའི་ཆོས་པ་པོའི་ཕུ་ཡ་ཡུ་གེ་ཡུ་གེ་ལ་ཨ་ནི་ལོག་འཚོ་སྒྲུབ་དགོས་ཡ་ཡོད་མ་རེད། ཡོད་བཞིན་པ་དེ་ཁོ་ན་ལ་བརྩོན་ཏེ་འགྲུབ་པའི་ཆོས་པ་གཙོ་བོར་འབུལ་དགོས། གཞན་ཡང་གྲོ་ལོང་པའི་བསྟན་རིམ་ལས། གྲོ་ལོང་པ་ཆེན་པོའི་དེ་ནི་བསྟན་རིམ། ཕྱག་དཔེ་གྱི་ཚེ་ར་བ། བསྟན་རིམ་ལས། སྐུ་དང་མཆོད་རྟེན་མངོན་སུམ་མངོན་སུམ་མིན། བྱད་དང་བྱིན་གྱུར་བསྙེན་བཀུར་རྒྱ་ཆེན་དང། ཉོན་མོངས་བྱེད་མི་འགྲུབ་པའི་མཆོད་པ་བཅུ། དུས་རྒྱུན་ཆོས་སྐྱོང་གི་བསྐང་གསོ་སྒོ་དེ་འདི་ཡོད་རེད། ཕྱག་དཔེ། སྒོ་དེ་ལ། བྱད་དང་མཆོད་པ་བཅུ་ནི།

རེ་བ་དང་རྣམ་བཞི་ག་རེ་བཞུགས་ན་ཡང་འོ་ད་མཆོད་རྟེན་ལ་མཆོད་པ་ནི་སངས་རྒྱས་ཀྱི་ཕྱིར་དུ་མཆོད་རྟེན་ལ་མཆོད་པའོ། སངས་རྒྱས་ལ་མཆོད་པའི་ཕྱིར་དུ་མཆོད་རྟེན་ལ་མཆོད་པ། སྐུ་དང་མཆོད་རྟེན་མངོན་སུམ་དུ་མཆོད་པ་ནི་དེ་གཉིས་རང་གི་དབང་པོ་ལ་མངོན་དུ་གྱུར་པ་ལ་མཆོད་པའོ། སངས་རྒྱས་ཀྱི་སྐུའི་བས་དངོས་སུ་མཇལ་ཡ་དང། ཡོད་པ་མཆོད་རྟེན་དངོས་སུ་མཇལ་བ་ཚོ་ལ་ཕུལ་ཡ་དེ་མངོན་སུམ་གྱི་མཆོད་པ། སྐུ་དང་མཆོད་རྟེན་མངོན་སུམ། མངོན་སུམ་མིན་པ་ཟེར་ཡ་དེ་མངོན་སུམ་མ་ཡིན་པའི་མཆོད་པ་ནི་སངས་རྒྱས་དང་དེའི་མཆོད་རྟེན་མངོན་དུ་མ་གྱུར་བ་ལ་སངས་རྒྱས་དང་མཆོད་རྟེན་ཐམས་ཅད་ཀྱི་ཕྱིར་དུ་མཆོད་པའོ། འོ་དེ་བྱས་ད་རང་གིས་བྱ་བའི་མཆོད་པ་ནི་ལེ་ལོ་དང་སྙོམ་ལས་དག་བག་མེད་པའི་དབང་གིས་གཞན་བྱེད་དུ་མི་འཇུག་པ་རང་གི་ལག་བདར་ནས་བྱས་པའོ། ད་སངས་རྒྱས་ཀྱི་སྐུའི་གཟུགས་པའི་མངོན་སུམ་པ་ལ་ཆོས་ན་ཡང་རེ་མངོན་སུམ་མ་ཡིན་པ་ལ་ཆོས་ན་ཡང་རེ་གང་ཅིའི་མཆོད་པ་དེས་རང་གི་ལག་བདར་ནས་གཞན་གྱི་ལ་བ་གཡོག་འདྲ་བ་བྱེད་རོགས་དང་མ་བསྐོས་པ་བྱས་ནས། སོ་སོའི་ལག་བདར་ནས་བྱ་བ་དེ་ལ་ནི་རང་གི་བྱ་བའི་མཆོད་པ་བྱེད། གཞན་བྱེད་དུ་བཅུག་པའི་མཆོད་པ་ཟེར་གྱི་ཡོད་དོ། གཞན་བྱེད་དུ་བཅུག་པའི་མཆོད་པ་དེ་རང་ལ་དངོས་པོ་ཆུང་ངུ་ཡོད་ལ། སེམས་ཅན་སྡུག་བསྔལ་བ་བསོད་ནམས་ཆུང་ཞིང་མི་ནུས་པ་དེ་དག་གི་མཆོད་པ་བྱས་ན་བདེ་བར་འགྱུར་རོ་སྙམ་ནས་སྙིང་རྗེ་དང་ལྡན་པས་གཞན་ཁོ་ན་མཆོད་དུ་གཞུག་པའོ། ད་དཔེ་ན་སྦྱིན་པར་བྱེད་ཡིན་ན་གཞན་དག་ཚེ་ན་ཚ་བོ་སྦྱིན་པ་བཏང་མ་ནུས་ཀྱི་དེ་འདྲས་ལ་ཨ་ནུ་སོ་སོ་གི་བི་ཀའི་ལོངས་སྤྱོད་འདྲ་བོ་པར་སྤྲད་ནས་ཡ་དེ་སྦྱིན་པ་བཏང་ཤོག་ཟེར་རོགས་ད་སོ་སོ་དངོས་སུ་མ་བཏང་པ་ཆེད་དེ་ལ་བཏང་བཅུག་ནས་དེས་ན་ཁོ་ལ་ཕན་གི་རེད་བ་ད་འོ་དེ་འདྲས་འདྲ་བོ་ད་འགལ་བ་ག་རེ་ཡིན་ན་བྱེད་དུ་བཅུག་ཡ་ཕ་ཆོག་དེ་ལ་དེ་རེད་སྙིང་རྗེ་དང་ལྡན་པའི་གཞན་ཁོ་ན་ལ་མཆོད་དུ་བཅུག་པའོ། གཉེར་པ་དང་བཀུར་སྟི་མཆོད་པ་ནི་ན་བཟའ་དང་ཞག་ཟས་དང་གཟིམ་ཆ་དང་གདན་དང་སྤུན་གྱི་གསོལ་སྨན་དང་ཡོ་བྱད་དང་བདུག་པ་དང་བདུག་པ། ཕྱེ་མ། དེ་ནས་ཕྱེ་མ་བྱུག་པའི་སྤོས་དང་མེ་ཏོག་གི་ཕྲེང་བ་དང་རོལ་མོའི་སྒྲ་དང་མར་མེ་སྣ་ཚོགས་འབུལ་བ་དང་གུས་པར་སྨྲ་བ་དང་ཕྱག་འཚལ་བ་དང་སྔོན་དུ་ལྡང་བ་དང་འཐབ་མོ་སྦྱར་བ་དང་གསོལ་བ་སྣ་ཚོགས་བརྗོད་པ་དང་ཡན་ལག་ལྔའི་ཕྱག་བྱ་བ་དང། བསྐུམ་བྱ་དེར་བ་གཡས་ཕྱོགས་སུ་བསྐོར་བ་དང། ད་ཀོ་ར་ཏྲ་ཡ་དེ་གཡས་ཕྱོགས་སུ་བསྐོར་བ་དང་ཞིང་ལ་སོགས་པ་ཟས་མི་ཤེས་པའི་སྦྱིན་པ་དང། ནོར་བུ་དང་སྙན་ཆ་དང་དཔུང་རྒྱན་ལ་སོགས་པའི་རྒྱན་དང་མཐའ་ན་དྲིལ་བུ་དབུལ་བ་དང་དཀར་ཤ་པ་ན་གཏོར་བ་དང། དེ་ནས།

འོ་ད་ཉི་མ་གཅིག་ཙམ་མ་ཡིན་པ་ཡང་པས་ཡུན་རིང་པོར་ཆོད་པ་དེ་དེ་ཡང་དངོས་པོ་མང་བ་དང་བཟང་བ་དང་མངོན་སུམ་ཡིན་མིན་དང། རང་དང་གཞན་གྱིས་བྱས་པ་དང་སྙིང་ཐག་པ་ནི་འགའ་ཞིག་མོས་པ་དྲག་པོའི་ཆོས་ལ་དགེ་བ་དེ་ཡང་སྡུག་པའི་བྱང་ཆུབ་ཏུ་བསྔོ་བ་སྟེ་བདུན་ནོ། ཀུན་ནས་ཉོན་མོངས་པ་ཅན་མ་ཡིན་པའི་མཆོད་པ་ནི་ཉོན་མོངས་ཅན་མིན་སྒྲུབ་པའི་མཆོད་པ་བཅུ་ཟད་ཉོན་མོངས་ཅན་མིན་ཟད་དེ། ཕྱི་བསོད་དམ་བག་མེད་དམ་ལས་ལུས་གཞན་བྱེད་དུ་མི་འཇུག་གི། གཞན་ལ་ཕན་གི་རེད་བསམ་ནས་ཕན་སེམས་ཀྱིས་བྱེད་དུ་བཅུག་པ་མ་གཏོགས་སོ་སོ་ལེ་ལོ་བྱས་ནས་གཡོ་བྱས་ནས་གཞན་བྱེད་དུ་བཅུག་པ་དེ་འགྲིག་ཡོད་མ་རེད། ལས་ལུས་གཞན་དག་བྱེད་དུ་མི་འཇུག་གི། རང་གི་ལག་བདག་ནི་བྱེད་པ་དང་གུས་པར་བྱེད་པ་དང་སེམས་མ་ཡིན་པར་བྱེད་པ་དང་ཕྱག་སོགས་དང་མ་འབྲེལ་པར་ཉོན་མོངས་པ་ཅན་མ་ཡིན་པས་བྱེད་པ་དང། སངས་རྒྱས་ལ་དད་པའི་རྒྱ་པོ་སོགས་ལས། དེ་ནས་བསྙེན་བཀུར་ཐོབ་དུས་རེ་ནི་བསམ། སངས་རྒྱས་ལ་དད་པའི་རྒྱ་པོ་སོགས་ལས་བསྙེན་བཀུར་ཐོབ་དུས་རེ་ནི། མཆོད་པ་མི་ཕོད་པ། མཆོད་པ་རེ་ནི་མི་བྱེད་པ་དང་མཐུན་པའི་དངོས་པོའི་མཆོད་པ་དེ་དྲུག་གོ། ཉོན་མོངས་ཅན་མ་ཡིན་པའི་མཆོད་པ་དེ་ལ་མཆོད་པ་དྲུག་བྱས། ད་སྦྲུལ་པའི་མཆོད་པ་ནི་ཐ་ན་བ་བཅུའི་ཙམ་དུ་ཡང་ཚེར་མའི་བཞད་དང་ཆུ་བྱི་དོམ་བཞད་དང་ལྕགས་གསུམ་དང་ཕར་ཕྱིན་རྗེས་སུ་དྲན་པ་དང་ཟབ་མོ་སྟོང་པ་ཉིད་ལ་མོས་ཤིང་མི་རྟོག་པར་གནས་པ་དང་ཚུལ་ཁྲིམས་ལ་སྡོམ་སེམས་བྱེད་པ་དང་བྱང་ཆུབ་ཀྱི་ཕྱོགས་དང་ཕར་ཕྱིན་དང་འདུལ་བ་བཞི་ལ་དགོངས་པ་དང་བརྩོན་པའོ།

བགྲོད་པའི་མཆོད་པ་བཅུ་ལ་སོགས་པ་གསུངས་པ་རེད་པ་དང། འདི་ནི། འོ་དེ་ཚོའི་གྲོགས་ལུང་པའི་བསྟན་རིམ་ནང་གསུངས་པ་དེ་ཚོ་ནང་དག་བྱས་ནས་མཆོད་པ་ཕུལ་དགོས་རེད། ཞེས་པ་རྣམས་ཀྱང་འབུལ་དགོས་གསུངས། དེར་མཚམས་མེད་འབྲས་བུ་བ། ད་མཆོད་པ་དེ་ཕུལ་ཚར་སོང་ན་མཆོད་པའི་རྗེས་དེ་ལ། མེ་འབྲས་བུ་བ་དེ་བདེ་མྱུར་དང། སྐབས་དེ་ལ་འབུལ་བའི་མེ་འབྲས་བུ་ཡ་དེ་བདེ་ལམ་དང་མྱུར་ལམ་གྱི་ལུགས་དང། འཇམ་པའི་ཞག་ལུང་མི་འདྲ་ཞིང། བདེ་མྱུར་ལ་སྔོན་དུ་མཆོད་པ་ཕུལ་ནས་དེས་རྗེས་མེད་འབྲས་བུ། རྒྱལ་བའི་ཞང་ལོངས་སྐབས་ལ་བླ་མ་སོགས་ལ་འབུལ་བ་འབུལ་བའི་ཕྱག་ལེན་བཞིན་སྔོན་ལ་མེད་འབྲས་ཕུལ་ནས་རྗེས་སུ་མཆོད་པ་ཕུལ་བ་ཡིན་གསུངས། དང་པོ་མཆོད་པ་ཕུལ་དང་པོ་མེད་འབྲས་ཕུལ་དེ་ནས་མཆོད་པའི་ཡན་ལག་ཇི་མ་ཡོང་གི་ཡོད་ཟེར། ད་ད་ལྟ་དེ་དམར་ཁྲིད་ཀྱི་ལུགས་ལ་བདེ་མྱུར་གྱི་སྐབས་ལ་རོ། དེ་ནི་མཆོད་པའི་ཡན་ལག་དེ་གསུང་མཆོད་པ་བུ་དེའི་གཞུག་གུ་དེ་དེ་ནི་མེ་འབྲས་བུ་ནི། བསགས་སྦྱང་གི་གནས་བསྡུས་པ་ཡན་ལག་བདུན་པ་མེ་འབྲས་དང་བཅས་པ་ཕུལ་བ་མེ་འབྲས་ཕུལ་བ་དེ་རྗེས་ལ་ཟབ་ཁྱད་ཁོ་ར་ན་གསུང་དུ་བ་མ་ཁྲིད་ཀྱི་ཟབ་ཁྱད་དེ་རེད། དེ་བྱས་ནས་རྗེས་སུ་མཆོད་པ་ཕུལ་བ་ཡིན་གསུང། མེ་འབྲས་ཞེས་པ་བོད་སྐད་དུ་དཔྱིད་འཁོར་ཞེས་དང། མེ་འབྲས་ལ་ཟེར་ཏེ།

མེ་འབྲས་བུས་ནི་བསྡུས་པའི་ཚོགས་བསགས་སྒྲིབ་སྦྱང་བྱས་ནས་སྙིང་པོ། ད་བླ་ན་མེད་པའི་བྱང་ཆུབ་དེ་ཉིད་ལ་ཡང་དེ་རོ། བླ་ན་མེད་པའི་བྱང་ཆུབ་ཐུགས་ཡག་གི་རྒྱུད་ལ་འགྲུབ་བོ་རོ། མེ་འབྲས་བུ་ཡེ་སྟེ། འོ་ད་ཇི་ལྟར་བླ་ན་མེད་པའི་བྱང་ཆུབ་ཟུང་འཇུག་གི་གོ་འཕང་དེ་ད་སྙིང་པོའི་ནང་གི་སྙིང་པོ་དེ་རོ། འོ་དེ་ལེན་པ། འོ་དེ་རེད་སྙིང་པོ་ལེན་པ་ཞེས་སོགས་མེ་འབྲས་ལ་སོགས་དུས་སྙིང་པོ་ལེན་པ་ཞེས་གོ་དགོས་པ་རེད།

གྲོས་གཞི་སོགས་བྱེད་འདོད་ཡོད་དཔེར་ན་ལས་གཞི་ཡོ་རོ་པ་དང་ཞི་བ་རྒྱས་པ་དབང་དྲག་པོ་དང་དེ་དང་མཐུན་པའི་དེ་ནི་མེ་འདྲའི་སྒོ་བོ། མེ་འདྲའི་གྲུ་བཞི། འོ་དང་མེ་འདྲའི་དེ་ནི་ཟུར་གསུམ། མེ་འདྲའི་དེ་ནི་ཟླ་གམ། དེ་འདྲ་བྱས་ནས་འགྲིག་གི་ཡོད། ལས་དང་མཐུན་པའི། གྲོས་གཞི་སོགས་བྱེད་འདོད་རུང། ཁ་ཤས་ཀྱིས་ནང་གི་མཉམ་གཞག་ནི་ཕྱི་ཡི་མཆོད་པ་གཙོ་མི་ཕྱིར་ཟེར་ཡང། སྔགས་ཀྱི་སྐབས་བླ་མ་ལྔ་བཅུ་པ་ལས། དཀྱིལ་འཁོར་མེ་ཏོག་བཅས་མཐའི་མུན་སྟོན་པ་བླ་མ་བསྙེན་བཀུར་ཞིང་ཞེས་དང། བླ་མ་ལྔ་བཅུ་པ་ལ་གསུང་བར་བ་དང། དེ་ནས། ཞེས་དང། འོན་ཏེ་དེ་ནི། རྣལ་འབྱོར་དབང་ཕྱུག་དཔལ་ལྡན་མགོན་པོ་བ། ཉིན་གཅིག་ཏིང་ངེ་འཛིན་ལ་འབྱམས་ནས། མེ་འབྲས་བུ་བཅུ་ལུས་ཏེ་བདུད་ཕོ་ངན་ཡོད་པའི་སྐབས། ཏིང་ངེ་འཛིན་བསྒོམས་ནས་དེ་ལ་ཡེངས་སོང་བ་ལས་མགོན་པོ་བ་དེས། མཉམ་བཞག་ལ་དབྱིངས་ནི་དབྱིངས་ཡིན་ཙང་ཉི་མ་གཅིག་པའི་མེ་འདྲའི་ཕུ་ཡར་ལེ་སོང་དུས་ད་མེ་མེ་འདྲའི་ག་ལ་ཐལ་ལ་བབས་ནས་འགྲོ་ད་མེ་འདྲའི་ག་ལ་ཐལ་ལ་བབས་འགྲོ་ད་དཔེར་ན་ཞལ་ལ་ག་ལ་གས་མ་བརྒྱབ་ན་ཞལ་ལ་ག་ལ་ཐལ་ལ་ཚུར་ཚུར་ཆགས་འགྲོ་ད་ཅོག་ཙེ་དང་འོ་དེ་ན་ད་མེ་འདྲའི་ཞག་ཞེས་པའི་གང་དེ་ལ་འོ་དེ་ནི་ཐལ་ལ་བབས་ནས་དེ་ཡོད་པའི་གང་ལ་ཨ་ནི། འབྲོམ་རིན་པོ་ཆེ་ཕེབས་ཏེ། ཆོས་མེད་འབྲེལ་མི་འབུལ་བ་ཅི་ཡིན་གསུངས། ནང་དུ་ཨེན་ཅིག་བསམ་པའི་དབྱིངས་འཚལ་ཞེས་པའི་ངས་སེམས་ནང་དུ་བསམ་བློ་ཅིག་བཏང་ནས་དེ་གས་ལས་སོང་གསུངས། དབྱིངས་འཚལ་ཞེས་པའི་སྒྲོམ་གྱིས་བྱས་ནས་ཁྱོད་ཅི་ཟེར་ཟེར། བཀའ་བཀྱོན་གནང་པ་རེད་ཁྱོད་ཆོས་ག་རེ་ཟེར་གྱི་ཡོད་ཟེར། ཁྱོད་ལས་ཨ་ཏི་ཤ་སྒོར་མོ་བཟང་དེ་ཟེར་ཁྱེད་རང་ལས་ཀྱང་ང་ཚོའི་བོད་ཀྱི་བླ་མ་བོད་ཀྱི་ཇོ་བོ་རྗེས་བོད་ཀྱི་སྒོར་མོ་བེད་ཤི་ར་བཅོན་གྱི་ཡོད་རེད་ཟེར་ཡིན་ན་ཡང་མེ་འབྲས་ཉི་མ་རེ་རེ་དུས་གསུམ་གསུམ་བེད་དེ་ལས་གི་ཡོད་མ་ད་ཟེར་ཨོ་ད་ཨ་ཏི་ཤ་སྒོར་མོ་བཟང་སྒོར་མོ་བཟང་དེ་མེ་འབྲས་ཉིན་རེ་དུས་གསུམ་དུ་འབུལ་བར་མཛད་ཅེས་བཀའ་བཀྱོན་ས་རྣ་འཇོལ་བས་དེ་ནས་བཟུང་སྟེ་མེ་འབྲས་འབུལ་བ་ལ་ལྷག་པར་དུ་བརྩོན་པའི་རྟོགས་པ་འཁྲུངས་ཚུལ་ས་མེད་འབྲེལ་གྱི་རྒྱུད་དེ་ག་དེ་ཅིག་གོ་དགོས་རེད་ཟེར་ན། རབ་བྱུང་ན་ད་སོ་སོའི་དེ་གའི་སྦྱོར་བ་དང་མཐུན་པའི། རེ་བ་དང་འབད་མེད་ལྷུན་གྲུབ་ཀྱི་དེ་གའི་སྦྱོར་བ་རེ་བ་ཡོད་ན་ནི། ཨ་ནི་རབ་ཏུ་དེ་གའི་གསེར། འོ་དང་དངུལ། ཟངས། འོ་དང། གར། འགྲིག་གི་ཡོད་རེད་པས་རིན་པོ་ཆེ་གི་རིགས་འདྲ་བོ། ཚངས་སོགས་དང། དེ་མ་འབྱོར་ན་ཨ་ནི་རྡོའི་རྡོ་ཡེ་འབྲི་གི་ཡོད་རེད་རྡོ། འདི་ནི་གཡང་འབག་གྱོ་མོ་རྫ་རེད་བ་ད། ཨ་ནི་ཤིང་གིས་ཀྱང་འབྲི་གི་ཡོད་རེད་རོ་ད། ཤིང་གིས་ཀྱང་རུང་སོ། འོ་ག་ལ་ཡོད་པའི་རྗེ་ཡིས་དེ་ནི་མེ་འདྲའི་གཡང་འོ་ག་ཆོས་ནུས་ལ་འབེལ་གི་འཇང་དགོན་ལ་མ་ཙོང་ཁ་པ་ཆེན་པོས་བསགས་སྦྱང་གནང་ནས་ཨ་ནི་མེ་འདྲའི་བསགས་སྦྱང་གནང་རེད་བ་ད་མེ་འདྲའི་ཕུལ་བའི་མེ་འདྲའི་དེ་རྡོ་རེད་རྡོ་གྲུ་བཞི་གཅིག། ཡོད་གསུང་གི་འདུག་བ། ཨ་ལ་མན་དྲན་ཡང་དོ་ཡིན། འདི། འདི་དེང་སང་ཡང། ད་དེ་ད་ལྟ་རེད་བ་ད་དེང་སང་ཡང། གང་བྱུང། བོད་འོལ་དགའ་ཆོས་གླིང་དེར་མཇལ་རྒྱུ་ཡོད་པ། མཇལ་མི་སོ་སོའི་སྨོན་ལམ་ཤུགས་དྲག་སྟབས་དེ་མཇལ་ན། འཇམ་དབྱངས་སོགས་ཡི་དམ་མི་འདྲ་བ་མཇལ་གྱི་ཡོད་འདུག། ཨོ་ད་འཇམ་མགོན་བླ་མ་གཙོ་འཁོར་བ་ཆེན་མོའི་མན་དྲན་བསགས་སྦྱང་བྱེད་ས་གི་རྡོ་དེ། སྔོན་མ་ཡིན་ན་རྡོ་གྲུབ་བཞི་བཅས་རྩ་བ་དུ་མ་བརྟན་པོ་ས་ལ་ཟུག་བསྡད་པ་ཅིག་ཡོད་གསུང་གདུང་བ་ད་དེ་དེང་སང་དེ་ནས་དེ་བི་ཀའི་ཕ་བདག་པོ་རེ་བ་བརྒྱབ་ནས་རེ་བ་དང་བདག་པོ་བརྒྱབ་ནས་བི་ཀའི་མཐའ་ལ་བི་ཀའི་གང་བྱུང་མ་བྱུང་གི་དེ་ལག་པ་ཐུག་ས་མེད་པར་བཟོས་ནས་འོ་དུག་སེ་ཡོད་ས་རེད་དེ་མ་བརྗེད་པའི་སྒང་ལ་ཨ་ནི་སོ་སོས་སོ་སོའི་སྨོན་ལམ་བརྒྱབ་ནས་བི་ཀའི་བྱས་ན་ཨ་ནི་བདུད་ཀྱི་མི་ནི་ཡང་ཨ་ནི། ཅིག། བླ་མ་བླ་མའི་སྐུ་འདྲ་བོ་འཇམ་དཔལ་དབྱངས་འདྲ་བོ་སྒྲོལ་མ་འདྲ་བོ་དག་སོ་སོའི་སོ་སོའི་མཇལ་ཡས་ཡོང་ཡང་དེ་འདྲའི་ལོ་རྒྱུས་དུ་བ་སྔ་མའང་ཡོད་ས་རེད། ད་ལྟ་དེང་སང་ཡོད་ས་རེད། འོ་དེ་རེད། འཇམ་དབྱངས་སོགས་ཡི་དམ་མི་འདྲ་བ་རྒྱལ་གཅིག་ཡོད་འདུག། ཚོམ་བུའང། རབ་རིན་པོ་ཆེ་ལྟ་མན་འབྲལ་གྱི་ཚོམ་བུ་ཅིག་ཡོད་རོགས་ཟླ། ཚོམ་བུ་དེ། རབ་དེ་དེ་ནས་རིན་པོ་ཆེ་བྱུང་ན་རིན་པོ་ཆེ་གི་རིགས། དེ་མེད་ན་སྦྲུལ་སྨན། སྦྲུལ་དང་སྨན། དེ་མེད་ན་རྡེའུ། བྱས་མ་སོང། རུང་ཡང། འབྱོར་ན་གང་བཟང་བ་ཕུལ་བས་དེ་ནི་ཚོགས་འཛུགས་ཚབས་ཆེས། ད་ཡ། ཕུལ་ཡ་ཡིན་ཙང་དེ་ན་རྒྱུ་གང་བཟང་བཟང་བྱུང་ན་སོ་སོའི་བུ་གའི་ཚོགས་འཛུགས་ཚབས་ཆེ་ཡ་ཡོད་རེད། ཆེ་ཆུང་ནི་གང་ཆེ་ཆེ་ཞིག་སྟེ། ཁྱེད་དང་མི་འབྲལ་གང་ཆེ་ནས་འགྲིག་གི་ཡོད་རེད། ཡིན་ན་ཡང་མ་མཐའ་དེ་ནི་རང་གི་ཁ་ཕོ་ལས་མ་བྱུང་བ་དགོས། སོ་སོའི་བི་གའི་བྱ་མཐོང་ས་གི་ཕོར་པ་ཅིག་རེད་པ་དང་འོ་དེ་ལས་བི་ག་མ་བྱུང་བ་ཅིག་རེད་པ་དང་ད་གང་ཅིའི་ཐོག་གང་ནས་སོ་སོའི་ཐོག་གང་ནས་མ་བྱུང་བ་ཅིག་མ་མཐའ་ཡང་རང་གི་དེ་ནི་ཁ་ཕོ་ལས་མ་བྱུང་བ་ཞིག་དགོས། མི་འབྲལ་ལ་མ་མཐའ་ལོ་རེ་དང་ཟླ་བ་རེ་རེ་ནས་ངེས་པར་དེ་ནི་བག་ཆུང་བ་ལས་བྱུང་བ་ལྔ་ཟས་སྦྱོར་བ། འོ་དེ་བ་བྱུང་དང་དྲི་བཟང་གི་ཆུ། མཛུབ་མོ་ཚིགས་ཐིགས་པ་བླངས་ནས། བླངས་ཏེ་མཐེ་བོང་གི་མེ་འབྲས་ལྕེ་ལ་བཞག། དབུས་སུ་བཞག་སྟེ་མཛུབ་མོས་འདུག་བསྐོར་མེ་འབྲས་ལ། འོ་ད་དྲི་བཟང་ནི་ཐིགས་པ་གཅིག་བླངས། མེ་འབྲས་ལྕེ་དེ་ལ་བཞག་ནས་འདུག་བསྐོར། འོ་ད། སུ་འགོག་ད།

འགྲུལ་བྱེད་པ་ནི་འགྲུལ་དང་མཉམ་དུ་མེ་འབྲེལ་གྱི་ས་གཞི་དེ་བརྒྱུད། ལག་གཡོན་པས། འགྲུལ་དང་ལྕེའི་མེ་འབྲེལ་བཟུང་སྟེ་གཡས་པས་ལག་ངར་གྱི་ཕྱིར་ཟེར་ལག་ངར་ཟེར་ན་འདིའི་རེ་བ་ངར་གདོང་འོ་ད་འདི་དེ་ནི་ཕྱི་ལོགས་ལ་བག། ཕྱི་ལོགས་བག་འདུག་ཟེར་ད། གཡས་སྐོར་འདུག་ཟེར་བ་ལ་ཕྱི་ལོགས་ལ་བག། གང་དག་དེ་ནས་ལག་ངར་གྱིས་ཕྱིར་གཡས་སྐོར་དུ་ལན་མང་དུ་བྱས་ལ། དེའི་སྐབས་ལ་ས་མོ་གར་བཏང་གོ་ཟེར་ན་རང་བཞིན་གྱིས་སྡིག་སྒྲིབ་འཆི་བའི་ནུས་པ་དང་རང་དང་གཞན་གྱི་རྒྱུད་ཀྱི་སྡིག་སྒྲིབ་དེ་འདུས་པ་འཆི་བའི་ནུས་པ་འོ་དེ་རེད། ཅེས་དེ་ལ་གྲངས་ཀ་ཡོད་མ་རེད་ལན་གང་མང་ཕྱི་ལོགས་ལ་བབས། གཡས་སྐོར་བྱས་ནས་འདུག་ལག་ངར་གྱིས་ཕྱིར་འོ་དེ་དེ་ནི་དེ་ལ་ང་ལ་དེའི་རྩ་ཡོད་རེད་ད་བྱང་ཆུབ་སེམས་ཀྱི་རྩ་དང་ད་དེ་ཚོ་ཡོད་རེད་དེ་ནི་སྙིང་གི་རྩ་འོ་ད་དེ་ཚོ་དེ་ནི་ད་དེ་ནི་ཚུར་ནང་དུ་གཡོན་སྐོར་ལན་གསུམ་བྱས་འདུག་རི་བོ་དེ་ལན་གསུམ་ཕྱེ་བའི་ཚེ་སྐུ་གསུང་ཐུགས་ཀྱི་བྱིན་རླབས་ཐོབ་པའི་ནུས་པ་བྱས་འོ་ད་ལན་གསུམ་དེ་གས་ཚོམ་བུའི་དགོས་ཚུལ་ཕྱག་ལེན་ལྟར་ལ། ཤར་བུལ་ལ་བརྟེན་པ་དང། ཤར་ལུས་བག་པོ་བོ་ཤར་ཏེ་ཕི་ཀའི་བུལ་ཡར་གྱི་ཕྱོགས་ལ་ཤར་རྩེ་ཡར་གཅིག་ཡོད་རེད། ཡང་ཤར་དེ་སོ་སོའི་ཕྱོགས་ལ་རྩེ་ཡར་གཉིས་ཡོད་རེད། ཚེ་དང། བརྟེན་པ་དང་རང་གི་མདུན་དུ་ཤར་བྱེད་པ་གཉིས་ཡོད་པས། མཆོད་པའི་མེ་འདྲའི་སྐབས་ཤར་ཚོགས་བྱིན་གྱི་ངོས་དང། གསོལ་འདེབས་མེ་འདྲའི་སྐབས་ཤར་རང་ངོས་ལ་བྱེད་པ་བྱིན་རླབས་ཚུར་ཞུ་བའི་དབང་དུ་བྱས་པས།

རི་རབ་གླིང་གླིང་ཕྲན་རིན་པོ་ཆེ་རི་སོགས་དང། ཨ་ནི་སྣ་བདུན་རྒྱ་ཚད་སྣ་བདུན། དེ་ནས་གཏེར་ཆེན་པོའི་བུམ་པ་བགེགས་སོགས་བརྒྱད། ཉི་ཟླ་གདུགས་ལྗང་ཚན་བཅས་མེ་འབྲས་སོ་བདུན་མ་འདི་ད་གྲངས་ཀ་རྒྱ་སྐད་ཡིན་ན་སུམ་ཅུ་སོ་བདུན་ཡོད་རེད། འདི་ནི། གླིང་བཞི་གླིང་ཕྲན་དང་བཅས་པ་རེད་སོགས་རེད་རེད་བྱས་གླིང་བཞི་གླིང་ཕྲན་བརྒྱད་རིན་པོ་ཆེ། འདི་རེད་བ་ད། འོ་ད་གླིང་གི་ཆེ་ནུར། རིན་པོ་ཆེ་རི་བོ་དཔག་བསམ་གྱི་ཤིང། བདུད་འཇོའི་པདྨ་མོན་པའི་ལོ་ཏོག། ཟེར་ད་བཞི་ཆ་དེ་རེད་རིན་པོ་ཆེ་རེད་སོགས་དང། དེ་ནས་སྣ་བརྒྱ་ཚད་སྣ་བདུན། འཁོར་ལོ་རིན་པོ་ཆེ་ནོར་བུ་རིན་པོ་ཆེ་བཙུན་མོ་རིན་པོ་ཆེ་བློན་པོ་རིན་པོ་ཆེ་གླང་པོ་རིན་པོ་ཆེ་ཟེར། དེ་ནས་གཏེར་ཆེན་པོའི་བུམ་པ་བཅས། ཨ་ནི་བགེགས་མ་སྤྲིན་མ་ཀླུའི་མ་གར་མ་མི་འདོད་མ་བདུད་པོའི་མ་སྣག་ཚ་མ་དྲི་ཆབ་མ། དྲི་ཆབ་མ་བཅས་དེ་ལ་བགེགས་སོགས་བཅས། དེ་གང་ལ་དེ་ནས་ཉི་མ་ཟླ་བ་བཅས། དེ་ནས་གདུགས་བརྒྱ་མཚན་བཅས། འོ་དེ་ལ་དེ་ནས་གྲངས་ཀ་སུམ་ཅུ་སོ་བདུན་ཡོད་རེད། ཚོམ་བུ་སུམ་ཅུ་སོ་བདུན་ཡོད་རེད། མེ་འབྲས་སོ་བདུན་མ་འདི་འགྲོ་ཀུན་ཆོས་རྒྱལ། ཆོས་འཕགས་ཀྱི་ཕྱག་སྲོལ་བཞིན་དང། ད་རྗེས་རང་ལུགས་ནི་མེ་འབྲས་ཉིན་གསུམ་མམ། མེ་འབྲས་ཚོམ་བུའི་ཉིན་གསུམ་དང་ཚོམ་བུའི་ཉིན་ལྔའི་ཁྱད་པར་དབང་ཆེན་གསེར་གྱི་ས་གཞི་དང་ཕྱི་ཡི་ལྕགས་རིའི་ཚོམ་བུ་གཉིས་གྲངས་སུ་བགྲངས་ན་ཉེར་ལྔ་པ་ཟིག་རེད། དེ་གཉིས་གྲངས་ཀ་ལ་མ་བརྟགས་ན་ཉིན་གསུམ་པ་ཟིག་རེད། མེ་འབྲས་སྐབས་གླིང་བཞི་རི་རབ་དང་བཅས་པ་མཛོད་ཀྱི་ལུགས་ལྟར་བྱེད་དགོས་པས། འདི་ནི། ད། འགྲོ་མགོན་ཆོས་རྒྱལ་འཕགས་པའི་སུམ་ཅུ་སོ་བདུན་ནང་ནི། མ་གྲངས་ཀ་ལྕགས་གཡའ་དེ། དེ་ནས། གླིང་བཞི་ཁྱད་ནོར་བཞི་སྟེ། ཚོམ་བུ་དགོས་དགོས་མ་རེད། གླིང་བཞི་གི་ཁྱད་ནོར་བཞི་ཡོད་རེད་བ་ད། རིན་པོ་ཆེའི་རི་བོ་དཔག་བསམ་ཤིང་བདུན་ཅུའི་བར་མ་མེད་པའི་ལས་ཐོག་དེར། ལོ་ཐོག་བཞི་དེ་ལ་ཁྱད་ནོར་བཞི་ཟེར་གི་རེད་ག་རེ་ཟེར་ན་གླིང་གོ་རམ་ཕུལ་ཚར་ནས་དེའི་ནང་གི་ཁྱད་ནོར་དེ་ཕུལ་བཞག་གི་རེད་བ་ད། དེ་ཡིན་དུས་ཚོམ་བུ་ལོ་ག་མེད་པ་བྱས་བཞི་མ་བཅག། ད་རི་རབ་ཀྱི་སྟེང་གི་དེ་ནས། བགེགས་ཚོགས་བརྒྱད་ཡོད་ར་བ་ད། བགེགས་ཚོགས་བརྒྱད་དེ་རི་རབ་ད་ཆ་གང་ཡང་ཕུད་ཚར་ཡིན་ཙང་དེ་ལ་ཡོད་པའི་བགེགས་ཚོགས་བརྒྱད་ཕུད་བཞག་གི་ཡོད་ཙང་དེ་ལ་ཡང་ནི་ཚོམ་བུ་མ་བཅད་པ་བྱས། དེ་མ་བཅག། དེ་བཅག་ཡོང་དུས་ག་ན་ཨ་ནི་ཚོམ་བུ། ཉེར་ལྔ་ཆགས་འགྲོ་གི་རེད། དབང་ཆེན་གསེར་གྱི་ས་གཞི་དང་ཤེས་ལྕགས་རི་དེ་གྲངས་ཀ་བཏང་ན་བཏང་ནི་ཉེར་ལྔ་ཆགས་འགྲོ་གི་རེད། དེ་ནི་གྲངས་ཀ་མ་བཏང་ན། ཨ་ནི་ཉེར་གསུམ་རེད་འགྲོ་གི་རེད་དོན་དག་དེ་རེད།

གཞུང་ལམ་པའི་ཆ་ཚང་འདྲ་པོ་བགད་མཛོད་གི་སྐབས་ནས་བཟུང་ང་འོད་ད་ཆ་ཚང་དེ་མེད་ནས་བེ་རག་རིམ་གཅིག་ཤི་དགོས་གོ་རེད་ག་རེ་སོང་ཡར་འཕུལ་དགོས་གོ་རེད་བ་འོ་དེ་རེད་སབ་ཁྲ་དེ་མ་སོང་ན་རག་རིམ་གཅིག་ཤི་དགོས་གོ་རེད་དེ་དག་གི་ཆགས་ཚུལ་ཡང་རྗེས་པར་མཛོད་ལྟ་དང་མ་མཐའ་ཡང་རག་རིམ་ཤི་དགོས་ཞེས་མདོ་བསྡུས་བསྩལ། ད་དེ་ནས་ལག་པ་གཡོན་པས་འབྲུ་ཅུང་ཟད་དང་བཅས་མལ་འབྲེལ་བཟུང། ལག་པ་གཡས་པས་འབྲུ་ཅུང་ཟད་དང་བཅས་ལག་ངར་གྱིས་མལ་འབྲེལ་ས་གཞི་བཏིང། བྱི་དོར་གཡས་བསྐོར་ལན་མང་དུ་དང་གཡོན་བསྐོར་ལན་གསུམ་བྱས་ཏེ། ཚོམ་བུ་ནས་ཅུང་ཟད་བཀྲམ་ལགས། ལག་པ་ན་ཚོམ་བུ་ཁེལ་དུ་ཡོད་རེད། འབྲུ་ཁེལ་དུ་ཡོད་རེད། དེ་ནས་ཅུང་ཟད་བཀྲམ་ལགས། དེ་གང་བ་དུ་ཐར་བ་བཀྲམ་ནས། བཀྲམ་ལ་ཨོ་འབན་ཛ་བུད་མེད་ཨའོ། དབང་ཆེན་སྲས་ཀྱི་ས་གཞི། དབང་བྱེད་གསེར་གྱི་ས་གཞི་དེ་སྲབ་མོ་དང། འོག་གི་དེ་ནི་གསེར་གྱི་ས་གཞི་འོག་སྟེ། ཞེས་བརྗོད་དེ་དེས་ཡིད་ཀྱིས་མོས་པ་བྱ་དགོས་པས་དེ་ཡང་མེ་འབྲས་ཀྱི་གོ་སར་བསགས། མེ་འབྲས་ཡོད་ས་དེ་གའི་གོ་སར་ལ། དེ་ནི། འོག་ཏུ་དེ་ནི་རླུང་གི་དཀྱིལ་འཁོར་སྔོན་པོ། དང་པོ་འཇིག་རྟེན་ཆགས་ཡོང་དུས། པའི་ནམ་མཁའ་སྟོང་པར་བ་དང། འཇིག་རྟེན་ཆགས་ཡོད་དུ་ནམ་མཁའ་སྟོང་པ་སྟོང་སང་དེའི་སྒང་དེ་དེ་ན་རླུང་གི་དཀྱིལ་འཁོར་ཆགས་ཡོང་ལོ། དེ་གི་འོག་གཞི་རླུང་གི་དཀྱིལ་འཁོར་ཟླུམ་པོའོ། དེའི་སྟེང་དུ་དེ་ནི་ཆུ་ཡི་དཀྱིལ་འཁོར་ཟླུམ་པོའོ། དེའི་སྟེང་དུ་དེ་ནི་དབང་ཆེན་གསེར་གྱི་ས་གཞི་གསལ་ཏེ། རླུང་གི་དཀྱིལ་འཁོར་གང་ལ་དེ་ནི་ཆུ་ཆགས། ཆུའི་གང་དེ་ལ་དེ་ནི་ས། གསེར་གྱི་ས་གཞི་ཆགས། ཆོས་ཀྱི་སྙིང་གི་བཟོ་འདྲ་བ་ཅན་དག་གསེར་གྱི་ས་གཞི། འོང་ལ་དེ་ནི། དེའི་སྟེང་དུ་དབང་ཆེན་གསེར་གྱི་ས་གཞི་ཟླུམ་པོ་དཀྱིལ་འཁོར་གསུམ་མོ་ལྔ་གསུམ་ཚིགས་ཐང་ལ་བཞག་པ། ལྔ་གཡོ་བ་མེད་པར་གསུམ་ཚིགས་པའི་ཐང་ལ་བཞག་ཅེས་བྱ་བ་ཀྱི། རླུང་གི་དཀྱིལ་འཁོར་འོ་དང་ཆུའི་དཀྱིལ་འཁོར་འོ་དང་གསེར་གྱི་ས་གཞི་ས་ཡི་དཀྱིལ་འཁོར་དེར་བ་འོ་དེ་རེད་དེ་གསུམ། ཐང་ལ་བཞག་པ་ལྟར་ཞིག་མདུན་དུ་ལམ་གྱིས་གྲུབ་པར་བསམས། དེ་ནས་མལ་འབྲེལ་གྱི་སྟེང་མཐའ་སྐོར་དུ་མུ་ཕྲེང་བཞག་པས་མུ་ཕྲེང་ཟེར་ན་ལྕགས་རི་དེ་རེད། ལྕགས་རིའི་མདོ་ཟེར་ཤེས་ལྕགས་རིའི་ཁོར་ཡུག་ཟེར་ན་ལྕགས་རི་དེ་མདོ་དེ་བཞག་པའི་སྒང་ལ། མུ་ཕྲེང་བཞག་པའི་ནང་ངོས་སུ་མུ་ཕྲེང་གི་ནང་ངོས་སུ་ཚོམ་བུ་གཡས་སྐོར་དུ་གཡས་སྐོར་དུ་བསྐོར་ལ་ཨོམ་བན་དྷ་རི་ཁའི་ཨའོ། ལྕགས་རི་བཞག་དེའི་སྒང་ལ་ད་བྱུང་ན་འབྲུ་དུག་ཟེར་སྐོར་ར་གཅིག་བརྒྱབ་པ་ཡི་གོ།

རེ་རེ་རེ་གི་བ་ཚྭ་ལ་ཚོ་རེ་རེ་རེ་རེ་བྱས། ཚོ་རེ་རེ་སོ་གཅིག་གཅིག་བོ་མ་རེད་སོ་གང་ག་ལ་འདུག་ཟེར་བ་རེད། སྐོར་བྱས་ཏེ། དེ་ནས། དབང་ཆེན་སྲས་ཀྱི་ས་བཅུ་པའི་རོ་ཚོ་དང་པོའི་དཔྱིད་ནས་རི་རྒྱལ་ལྷུན་པོ་སར་ད་དཔྱིད་ད་དཔྱིད་ད་ད་དེ་ལ་རི་ཡི་རྒྱལ་པོ་རི་རབ་དེར་བ་ལ་དེ་ག་དེ་རེད་ཟེར་ན་ཨ་ནི་བཞུད། དེ་ནས་ཤར་དངུལ་ལྷོ་བོད་འགྲུལ་ཡང་ནུབ་པད་མ་ར་ག་ཤང་སི་ལི་བྲོས་པ་དབྱིབས་གྲུ་བཞི་ཤིན་ཏུ་མཐོ་ཞིང་ཧ་ཅང་རྒྱ་ཆེ་བ་ཞིག་ལམ་གྱིས་བསྐྲུན་པ། དཔག་ཚད་བརྒྱད་ཁྲི་སོང་ཡང་འདྲ་བོ། བཞི་ཁྲི་པའི་མཚོ་ན་མ་ནུབ་བཞི་ཁྲི་ཡར་གངས་ལས་འདས་པ། མཛོད་ཁོ་རང་ཁྱི་གིན་ཚེ་ཏག་ཏག་ཡོད་རེད་དཔག་ཚད་ཚེ་ཏག་ཏག་འདི་ལ་དཔག་ཚད་འདི་ག་ས་འདི་ལ་འདི་ག་ས་གསུང་བཞག་ཡོད་རེད། ད་དཔག་ཚད་དང་ཚེ་འདི་ཏག་ཏག་ད་བློ་ལ་མེད་ན་ཡང་ཆེས་ཐག་ཆོད་ཅིག་ཡོད་དཱ། འོན་ཏེ་ནི། བསྐལ་པ་མི་འཆད་དུས།

མཚོ་བདུན་རེ་རེ་དང་གསེར་གྱི་རི་བདུན་རེ་རེ་སྤེལ་ཏེ་གྲུ་བཞིར་བསྐོར་བ་རེ། གྲུ་བཞི་ཆེ་འདྲ་ཁོ་ན་རྣམ་པར་བཀྲ་བའི་དབྱིབས་ཀྱི་གྲུ་བཞི་དུ་བསྐོར་ཞིང། རེ་གྲུ་བཞི་དུ་བསྐོར་ཞིང། འོན་ཏེ་ནི་བསྐོར་བ་རེ་རེ་བཞིའི་སྟེང་གི་ཕྱོགས་བཞི་དང། འོན་ཏེ་ནི། མཚམས་བཞིར། ད་རི་རབ་གྲུ་བཞི་རེད་བ་ད་རི་རབ་གྲུ་བཞི་གི་བི་གའི་སྟེང་དག་ལ། ཧྲོ་བཞི་མཚམས་ལ་དེ་ནས་ཅོག་བརྒྱད་ཡོད་རེད། ཅོག་བརྒྱད། དེ་ནས། ཅོག་བརྒྱད་བི་གའི་ཕོ་བྲང་གི་བཟོ་གྲྭ་བ་ད་ཅོག། ཅོག་བརྒྱད་དང་དབུས་སུ་གྲོང་ཁྱེར་སྟག་ན་འདུག་བའི་ཕོ་བྲང་དེ་རེད། ཕོ་བྲང་ཆེ། དེ། སྟག་ན་འདུག་དང་ས། དབུས་རུ་དང་དུ་དང། དེའི་དབུས་སུ་གྲོང་ཁྱེར་རྟ་དང་གདུགས་བཅས། གྲོང་ཁྱེར་དེ་གི་དབུས་དེ་ལ། ཨ་ནེ་སུམ་ཅུ་རྩ་གསུམ་གྱི་ལྷ་ཡི་ཕོ་བྲང་དབུས་སུ་རྣམ་པར་རྒྱལ་བའི་ཁང་བཟང་སོགས། སུམ་ཅུ་རྩ་གསུམ་གྱི་ལྷ་གནས་དང། བང་རིམ་བཞི་དང་གསེར་རི་བདུན་རྣམས་སུ་རྒྱ་ཆེན་བཞི་རིས་བརྒྱད། ལྷ་གནས་དང་རྒྱ་ཆེན་བཞི་དང། དེའི་ཕྱོགས་ཀྱི་ལྷ་གནས། ལ་ནི་སྣོད་དང་བཅུད་ཀྱི་ཁྱད་པར་སྣ་ཚོགས་དང་བཅས་པ་ཞིག་ལམ་གྱིས་གྲུབ་པར་བསམ། འདི་གསུངས་བ་དང། དབུས་སུ་རིའི་རྒྱལ་པོ་རི་རཱ་ཨོ་སི་ཏི་ཀ་དང། དེ་ནི་ཚོམ་བུ་དེ་བདུན་དུ་སྦུ་ཡུལ་ལ་བརྟེན་པའི་ཕྱོགས་ལ་ཤར་དུ་བྱས་པ་དང་རང་གི་ངོས་ལ་ཤར་དུ་བྱས་པ་གཉིས་ལ་ཁྱད་པར་མེད་ཅིང་མཆོད་པའི་སྐབས་ཤར་ཕར་ངོས་དང་གསོལ་འདེབས་ཀྱི་སྐབས་ཤར་ཚུར་ངོས་སུ་བྱ་བ་བླ་མའི་གསུང་རྒྱུན་དུ་ཡོད་པ་ལས་སྐབས་འདིར་གསོལ་བ་འདེབས་པ་གཙོ་བོ་བྱས་ན་རང་གི་ངོས་ལ་ཤ་དུལ་བྱས་པས་ཤ་དུལ་ཚོམ་བུ་བཀོད་ལ་ཤ་རུ་ལུད་པ་པོ་ཞེས་བརྗོད། ད་མེ་འབྲས་ལྕགས་རིགས་ཀྱི་ནང་ལོགས་དེ་སོ་སོ་ངོས་དེ་ལ་ཤར་བྱས་ནས་ཚོམ་བུ་གཅིག་བྱས་ལ་ཤ་རུ་ལུད་པ་པོ་ཚོམ་བུ་གཅིག། འོན་ཏེ། ཤཱ་རིའི་ལུས་འབབ་བོ་ཞེས་བརྗོད། གསེར་གྱི་རི་ཕྱེ་མ་མི་ཆུ་འཛིན་དང། ལྕགས་རིའི་བར་དུ་ཕྱེ་ཡི་ལྗགས་ཐོ་ཆེན་པོ་གང་བའི་སྤྱིར་ན། ད་གསེར་གྱི་རི་བདུན་གྱི་བདུན་པ་ཕྱེ་ལོག་གི་འོག་ཏུ་རི་བདུན་པ་དེ་དང། ལྕགས་རི་དེ་གཉིས་མཐོ་དམན་གཅིག་པ་ཡིན་པ་ཡོད་ཕྱེའི་ལྕགས་རི་གཉིས། དེ་དང། དེ་གི་བར་ད་ལག་གི་ཚོགས་བྱེ་བ་བ་ལ་རྒྱ་མཚོ་དེ་ཕྱི་ཡི་རྒྱ་མཚོ་རེད། ཕྱི་ཡི་རྒྱ་མཚོ་པའི་ཚ་ཆུ་ཡི་གའི་བ་ཚ་གི་རང་བཞིན་ཅན་གི་དེ་རེད། རོ་བི་མཚོ་དེ་དུས་མཚོ་ཡ་ནག་རྗེས་དེན་རེད་བ་ད་ཆུ་པའི་ཞིམ་པོ་ཡོག་རེད། དེ་རེད། ལྕགས་རི་བར་དུ་ཕྱི་ཡི་རྒྱ་མཚོ་ཆེན་པོའི་གང་བའི་དཀྱིལ་ནི། ཨ་ནི་གླིང་བཞི་གླིང་ཕྲན་བརྒྱད་ཐོན་པའི་ཚུལ་ཡོད་པས། ལུས་འཕགས་པོ་ཁ་དོག་དཀར་པོ་དབྱིབས་ཟླ་གམ་འདྲ་བའི་དེ་ནས་དཔྱད་ཁ་རི་རབ་ངོས་སུ་བསྟན་པ་ཞིག་ཡོད་པར་བསམ། ས་རྟ་ཤར་དེ་ལ། ལུས་འབག་འབོག་གླིང་ཟེར་བ་དང་ལུས་འབག་འབོག་གི་གླིང། ཨ་ནི་ཟླ་གམ། ཟླ་བ་ཕྱེད་པ་འདྲ་བོ་ཞིག་དབྱིབས་དེ། ཨ་ནི་དཔྱད་ཁ་བྱས་རོགས་ཅེས་བྱས་ཡས་དེ་ཕ་རི་རི་རྒྱབ་པོ་རི་རི་ལ་བག་བསྟན་བསྟན་པ་ཅིག། ལུས་འབག་འབོག་གླིང་དེ་རི་དང་ལུས་འབག་འབོག་གི་གླིང་དེ། འོང་དང་དེ་རི། དེ་ནས་ལྷོ་ལ་དེ་ནས་ཚོམ་བུ་ཅིག་བཀོད་ད་གཡས་སྐོར་ར་བ་ལྷོ། གཡས་སྐོར་བྱས་ནས་ད་ལྷོ་དེ་ལ། ལྷོ་དེ་ལ་ཚོམ་བུ་བཀོད། ཚོམ་བུ། བཀོད་ནས་ལྷོ་འཛམ་བུ་གླིང་ཞེས་བརྗོད། ལྷོ་འཛམ་བུ་གླིང་ཁ་དོག་སྔོན་པོ། དབྱིབས་ཤིང་རྟ་འདྲ་བ་ཞིག་ཡོད་པར་བསམ། ད་འཛམ་བུ་གླིང་དེ་དེ་ནས་མདོག་དེ་དེ་ནས་སྔོན་པོ་འདྲ་བ་ཅིག་སྔོན་པོའི་མདོག་འདྲ་བ་ཅིག་འོ་ད་སྔོ་སིང་སིང་འདྲ་བ་ཅིག་འོང་ད་དེ་ནས

བདེ་གླིང་གི་བཟོ་ལྟ་དེ་ཡང་འཇུ་འགྲོ་ཡ་ཡོད་རེད་བ་དང་དུས་ཚོད་ཀྱི་དུས་ཚོད་ལོ་མང་པོ་ཕྱིན་ནས་ཉམས་ཆག་ཕྱིན་ནས་མར་འཇུ་འགྲོ་ཡ་འདྲ་བ་དང་ཡར་འཕེལ་འགྲོ་ཡ་འདྲ་བ་ཡོང་གི་ཡོད་ཙང་ཡིན་ན་ཡང་ཕུད་པའི་གང་ན་ད་དེ་ག་རང་སེ་བསམ་བློ་བཏང་ནས་ཕུད་དགོས་རེད། འོན་ཏེ་རེད་ལོ་འཛམ་བུ་གླིང་ཞེས་བརྗོད་ཅིང། ལྷོ་འཛམ་བུའི་གླིང། འོ་འདི་ཆ། ཨོ། འདི་ནི་ཤིང་རྟའི་དབྱིབས་འདྲ་བ་ཞིག་ཡོད་པར་བསམས། དེ་ནས་ནུབ་ཏུ་ཚོམ་བུ་བཀོད་ལ། ནུབ་ཏུ་དང་བོད་སྐད་རྒྱབ་ལོགས་དེ་རེད་བ་ལ། རི་ཡི་རྒྱབ་ལོགས་རི་རབ་ཀྱི་རྒྱབ་ལོགས་དེ། ནུབ་བ་ལང་སྤྱོད། ཅེས་བརྗོད་ཅིང་ནུབ་བ་ལང་སྤྱོད་ཁ་དོག་དམར་པོ་དབྱིབས་ཟླུམ་པོ། ཨ་ན་གོ་བོ་རེད། ཟླུམ་པོ་ཞིག་ཡོད་པར་བསམ། དེ་ནས་བྱང་དུ། ཨ་ན་ཚོམ་བུ་བཀོད།

དུ་འདུག་ཟེར། མེ་འབྲས་ཀྱི་ལྕགས་རི་ནང་ནས་མ། སོ་སོ་ལ་ཁ་སློག་པའི་རྟ། ཁ་སློག་པའི་གཡས་དང་གཡོན། འོ་དེ་ལ་དེ་ནི། ལྟེ་བའི་གཡས་དང་གཡོན་དུ་ཚོམ་བུ་རེ་རེ་བཀོད། དེ་ནི་ལུས་དང་ལུས་འཕགས། ལུས་དང་ལུས་འཕགས་ཞེས་ལྷོ་གླིང་གི་གཡས་གཡོན་དུ་ལྷོ་གླིང་གཡས་གཡོན་གསལ་ཏེ། ཨ་ནི་ཁ་མ། ཤི་ལོག་ལ་སློག་པའི་གཡས་དང་གཡོན་རེད་མ་གཏོགས་སོ་སོ་བྱེད་ཀྱི་ཡིན་ན། གཡོན་དང་གཡས་ཆགས་དེ་རོ་ར། འདུ་སེ་དེ། གཡོན་དང་གཡས། ཡིན་ནའི་ཁ་མ་སློག་དེ་ཡིན་ལ་ད་ནི་ར། ཨ་ནི་གཡས་དང་གཡོན་ཟེར་བ་དེ་རེད། ཨུ་གླིང་གི་གཡས་གཡོན་དུ་ལྷུན་པོ་རེ་བཀོད་ལ་རྔ་གཡབ་དང་རྔ་གཡབ་བཞིན།

དེ་དེ་ག་རེ་རེད་ཟེར་ན་རིན་པོ་ཆེའི་རི་བོ། རིན་པོ་ཆེའི་རི་བོ་ཟེར་ཡ་དེ་ག་རེ་རེད་ཟེར་ན་ཤར་གླིང་དུ་པད་མ་རཱ་ག་ཨེ་འདྲ་ནི་ལ་བེ་འབྲུ་ཡ་མ་གའི་རྡོ་ཕ་ལམ་མུ་ཏིག་རྡོ་རྗེ་ཕ་ལམ་མུ་ཏིག་བྱུ་རུ་སོགས་རིན་པོ་ཆེ་སྣ་ཚོགས་ལས་གྲུབ་པའི་ཨ་ནེ་རིན་པོ་ཆེའི་རི་བོ། རྒྱ་ཆེ་ཞིང་དཔངས་མཐོ་བ་སོགས་སྣོད་བཅུད་ཀྱི་ཁྱད་པར་སྣ་ཚོགས་པ་ཡོད་པ་དང་དེའི་ཁྱད་ནོར་དེ་རེད། དེ་ལ་ཚོམ་བུ་གཅིག་གི་ཁྱད་ནོར་དེ་བསམ་བློ་བཏང། ད་ད་ལྟ་དེ་ཚོམ་བུ་སོ་བདུན་གྱི་དབང་དུ་བྱས་པར་བ་དེ་ནས་ལྷོ་ཕྱོགས་འཛམ་བུའི་གླིང་ལ་ཕྱིན་དེ་ལ་དེ་ནས་ཚོམ་བུ་གཅིག་བཀོད། འཛམ་བུའི་གླིང་གི་ཕྱེད་ནོར་ག་རེ་ཡོད་རེད་ཟེར་ན་ལྷོ་གླིང་དུ་ཚོམ་བུ་བཀོད་ལ་ཨ་ནི་དཔག་བསམ་གྱི་ཤིང། དེ་ནས། ཞེས་བརྗོད་ཅིང་ནི་ཟེར་ལྷོ་གླིང་དུ་དེ་ནས་རྩ་བ་གསེར་སྡོང་བུ་དངུལ་གཡག་ག་བེ་འབྲུ་ཡར་ལོ་མ་ཤེལ་འདབ་མ་སྤུག་མེ་ཏོག་མུ་ཏིག་དམར་པོ་འབྲས་བུ་བདུད་ཡི་སྙིང་པོ་སྟེ་རིན་པོ་ཆེ་སྣ་བདུན་ལས་གྲུབ་པ་རྒྱན་གོས་ཡོ་བྱད་སོགས་འདོད་དགུ་ཐམས་ཅད་ཡིད་བཞིན་དུ་འབྱུང་བའི་དཔག་བསམ་གྱི་ཤིང

ནུབ་ཀྱི་ནང་དུ་ཚོམ་བུ་བཀོད་ལ། ནུབ་བ་ལང་སྤྱོད་ལ། ནུབ་བ་ལང་སྤྱོད་ཀྱི་ཕྱེད་ནོར་ག་རེ་ཟེར་ན་འདོད་འཇོའི་བ། བ། ཞེས་བརྗོད་ཅིང་ནུབ་གླིང་དུ་རྭ་ཅོ། རྡོ་རྗེ་ཕ་ལམ་དང་དམིགས་པ་ཨེ་འདྲ་ནི་ལ་དང་སྔ་མ་དཔག་བསམ་གྱི་ལྗོན་པ་ལས་གྲུབ་པ་ནོར་བ་དང་ལྐོག་ཤལ་ཕུན་སུམ་ཚོགས་པ་ཁ་དོག་དམར་སེར་བུ་གུམ་གྱི་ལྷུན་པོ་ལྟ་བུ་གཟུགས་བཟང་ཞིང་ལྟ་ན་སྡུག་པ་འོ་མ་དང་ནོར་འབྲུ་སོགས་ཅི་འདོད་ཐམས་ཅད་འཛད་མེད་དུ་འབྱུང་བས་འདོད་འཇོའི་བ་སོགས་སྣོད་བཅུད་ཀྱི་ཁྱད་པར་སྣ་ཚོགས་པ་ཡོད་པར་སེམས་སོ། འོ་ད་བ་ལང་སྤྱོད་ཀྱི་ལུང་པ་དེ་ལ་ཕྱེད་སྣོད་གཙོ་བོ་དེ་བ་རེད། རིན་པོ་ཆེའི་རང་བཞིན་གྱི་བ། འོ་ད་བི་ཀའི་ལྕི་བ་དང་དེ་ཚོ་བི་ཀའི་གསེར་དང། འོ་ད་འོ་ད་ཆབ་ཚང་དེ་ཚོ་དངུལ་དང། འོ་ད་རྔ་མ་དེ་ཚོ་དེ་ནི་དཔག་བསམ་གྱི་ཤིང་གི་སོ་འདྲ་བོ། ད་རྭ་ཅོ་དང་དེ་ཚོ་དེ་འདྲའི། འོ་ད་དེ་འདྲའི་གི་འདོད་འཇོའི་བ་ལ་ལོངས་སྤྱོད་ཀྱི་ཡོད་ཚད་བ་ལང་སྤྱོད། ཨོ། འབྲུ་ནོར་སོགས་སྤྱི་བརྟོལ་ཐམས་ཅད་འཛད་མེད་དུ་གྱུར་བས་འདོད་འཇོའི་བག་སོགས་སྣོད་བཅུད་ཁྱད་པར་ཅན་ཡོད་པར་བསམས། ད་དེ་ནས་བྱང་སྒྲ་མི་སྙན་གྱི་གླིང་ལ་ཚོམ་བུ་ཅིག་བཀོད། ཚོམ་བུ་བཀོད་ལ་དེ་ནས་བྱང་གི་ནང་དུ་ཚོམ་བུ་བཀོད་ལ་མ་མུན་དཔེའི་ལོ་ཏོག་ཞེས་བརྗོད་ཅིང། ཁ་ནས་དེ་བརྗོད། ད་ནི་བྱང་གླིང་དུ་མ་མུན་མ་བཏབ་པར་སྐྱེ་བའི་འབྲས་བུ། ས་ལུའི་ལོ་ཏོག་ཡང་ཞིང་རྒྱ་ཆེ་བ། རྩ་བ་སོར་བཞི་ས་ལ་ཟུག། ད་ནི་ཤུན་པ་པགས་པ་མི་འགེངས། ཐུར་མ་མེད་པ། ནང་པར་བརྔས་པས་ནུབ་མི་མངོན་པ་ཡར་བཅད་ཡོང་བ། ནུབ་བརྔས་ན་སང་ཉིན་ཞོགས་ཀས་ཡར་བཅད་ཚར། སྔ་མ་ན་མདའ། ཁ་དོག་དང་རོ་བཅུད་ཕུན་སུམ་ཚོགས་པ་དང་ལྡན་པའི་སྣོད་བཅུད་ཀྱི་བཀོད་པ་སྣ་ཚོགས་པ་ཡོད་པར་བསམ། དེ་ནས་ཡང་མདའ་བསྒྲིགས་སོང་བ། གླིང་བཞིའི་ཕྱེད་ནོར་བཞི་སྟེ། ཚོམ་བུ་བཞི་རེ་ཚར་སོང་བ། ད་དེ་ནས་ཡང་ནང་གི་ཚོམ་བུ། ཤར་ཕྱོགས་དེ་ལ་ཡང་ཚོམ་བུ་བཀོད་ནས། ད་ཕྱོགས་བཞི་མཚམས་བརྒྱད་ལ་ཚོམ་བུ་བཀོད་རྒྱུ་རེད་དབྱེ་སྐོར་བྱས་ནས། དེ་ཡན་ཀ་དེ་ནི་འཁོར་ལོ་རིན་པོ་ཆེ་ཞེས་བརྗོད་ཅིང་ཕྱག་བཞིའི་བར་སྣང་ལ། འདི་ནི་འཛམ་བུའི་ཆུ་བོའི་གསེར་ལས་སྤྲོས་པ་ལྟེ་བ་རྩིབས་སྟོང། མུ་ཁྱུད་དང་ལྡན་པའི་འཁོར་ལོ་རྒྱ་ཆེ་ཞིང་བརྗིད་ཆགས་པ་ཞིག་ཡོད་པར་བསམ། དེ་ནས་གླུད་འོད་ནང་དུ་ཚོམ་བུ་བཀོད་ལ་ནོར་བུ་རིན་པོ་ཆེ་ཞེས་བརྗོད་ཅིང་གླུད་འོད་བར་སྣང་ལ་འབེན་འབྲུ་ཡང་སྔོན་པོ་ལས་སྤྲུལ་བ་འོད་ཟེར་འཕྲོ་ཞིང་ཟུར་བརྒྱད་དང་ལྡན་པའི་ནོར་བུ་རིན་པོ་ཆེ་ཡོད་པར་བསམ། དེ་ནས་ནུབ་གླིང་ནང་དུ་ཚོམ་བུ་བཀོད་ལ་སྲུ་མོ་རིན་པོ་ཆེ་ཞེས་བརྗོད་ཅིང་ནུབ་ཀྱི་བར་སྣང་ལ། གཟུགས་མཛེས་ཤིང། ཡིད་དུ་འོང་ལ་ལྟ་ན་སྡུག་པ། ལུས་དང་ཁ་ནི་དྲི་ཞིམ་པོ་འབྱུང་བའི། དེ་ནས་སྲུ་མོ་རིན་པོ་ཆེ་དཔག་ཏུ་མེད་པ་ཡོད་པར་བསམ། དེ་ནས་ཡང་བྱང་ཤར་གྱི་ནང་དུ་ཚོམ་བུ་བཀོད་ལ། ད་ཕྱོགས་བཞི་མཚམས་བརྒྱད་ཟེར་དེར་ཤར་ལྷོ་ལྷོ་ནུབ་ནུབ་བྱང་ཟེར་མཚམས་དང་པོ་དེ་ཤར་ལྷོ་རེད། འོན་ཏེ་ནི། འོན་ཏེ་དེ་ནི། དེ་ཡང། དེ་ནས་ཡང་བྱང་ཤར་གྱི་ནང་དུ་མཚམས་ཚོམ་བུ་བཀོད་ལ་བློན་པོ་རིན་པོ་ཆེ་ཞེས་བརྗོད་ཅིང། འོན་ཏེ་ནི་བྱང་གི་བར་སྣང་ལ་ཆོས་ཚིགས་ཀྱི་བྱ་བ་གྲུབ་པ་ལ་ཡིད་དབྱུང་ཞིང་དཔག་ཚད་འཇའ་ཚོན་ཅན་མཐོང་བའི་ལྷ་ཡི་མིག་དང་ལྡན་པའི་བློན་པོ་རིན་པོ་ཆེ་དཔག་ཏུ་མེད་པ་ཞིག་ཡོད་པར་བསམ། དེ་ནས་ཤར་ལྷོར་ཚོམ་བུ་བཀོད་ལ་དེ་ནས་བློན་པོ་རིན་པོ་ཆེ། གླང་པོ་རིན་པོ་ཆེ་ཞེས་བརྗོད་ཅིང་ཤར་ལྷོའི་བར་སྣང་ལ་ཡན་ལག་བདུན་ཟླའི་གངས་རི་དང་དཀར་ཞིང་ཆེ་ལ། ཆེ་བ་དྲུག་དང་ལྡན་པ་ཚེ་སྙེད་ཐམས་ཅད་ཚང་ཞིང་ཕ་རོལ་དགྲ་སྡེ་ལས་རྒྱལ་བར་བྱེད་པའི་གླང་པོ་རིན་པོ་ཆེའི་དཔག་མེད་ཡོད་པར་བསམས་སོ། དེ་ནས་ལྷོ་ནུབ་ཏུ་ཚོམ་བུ་བཀོད་ལ་རྟ་མཆོག་རིན་པོ་ཆེ་ཞེས་བརྗོད་ཅིང་ལྷོ་ནུབ་ཀྱི་བར་སྣང་ལ་ཁ་དོག་དཀར་ཞིང་གཉིབ་དང་བོངས་ཚོས་ཕུན་སུམ་ཚོགས་པ་སོགས་གཟི་བརྗིད་དང་ལྡན་པའི་རྟ་མཆོག་རིན་པོ་ཆེ་དཔག་ཏུ་མེད་པ་ཡོད་པར་བསམ། དེ་ནས་ནུབ་བྱང་དུ་ཚོམ་བུ་བཀོད་ལ་དམག་དཔོན་རིན་པོ་ཆེ་ཞེས་བརྗོད་ཅིང། དེ་ནས་ནུབ་བྱང་གི་བར་སྣང་ལ་སྤྱི་བོ་གཞན་ལ་མི་འཚེ་ཞིང་ཆོས་མ་ཡིན་པའི་སྤྱོད་པ་ཐམས་ཅད་སྤངས་པ་དྲག་པོ། དྲག་པོ་གཡུལ་གྱི་བྱ་བ་ཐམས་ཅད་ལ་མཁས་ཤིང་བྱང་བའི་དམག་དཔོན་རིན་པོ་ཆེ་འོ་ད་དེ་ནི་དཔག་མེད་ཡོད་པར་བསམས་སོ། འོ་ད་དེ་ནི་བྱང་ཤར་དུ་ཚོམ་བུ་བཀོད་ལགས་སོ། གཏེར་ཆེན་པོས། ཚོམ་བུའི་བཀོད་ལ་གཏེར་ཆེན་པོའི་བུམ་པ་ཞེས་བརྗོད་ཅིང། བྱང་ཤར་གྱི་བར་སྣང་ལ་རྒྱུད་གསེར་ལས་གྲུབ་པ་ལ་རིན་པོ་ཆེ་སྣ་ཚོགས་ཀྱིས་དཀྲིས་པ། ལྟོ་བ་ཆེ་བ་དྲན་པ་རིང་བ་ཆུ་འཕྱང་བ་ཞབས་ཞུམ་པ། དཔག་བསམ་གྱི་ཤིང་གི་ཁ་ཅན་གྱི་ལྷ་རྫས་གོས་ཀྱི་དགུ་པ་བཅིངས་པ། ནང་འདོད་རྒུའི་གཏེར་གྱིས་གང་བའི་བུམ་པ་དཔག་ཏུ་མེད་པ་ཡོད་པར་བསམ། ད་གཏེར་ཆེན་པོའི་བུམ་པ། གཏེར་ཆེན་པོའི་བུམ་པ། དེ་ནས་སླར་ཡང་ཤར་གྱི་ནང་དུ་ཚོམ་བུ་བཀོད་ལ།

ཕྱག་གཉིས་ཀྱིས་ཁྲོ་བོའི་ཁུ་ཚུར་བཅད། རྡོ་རྗེ་རྩེ་ལྔ་པ་རེ། དེ་ནས་དབུས་གཡས་གཡོན་དུ་བསྙེམས་པའི་ཚུལ་གྱིས་འཛིན་ཅིང་གསལ། ད་ཁྲོ་བོ་སྡིགས་མཛུབ་རེ་བ་ད་རྡོ་རྗེ་རྩེ་ལྔ་པ་རེ་དེ་དབུས་གཡས་གཡོན་ལ་བསྙེམས་པའི་ཚུལ་གྱིས་རེ་བ་ད་འཛིན་བཟླས་པ་བགེགས་མངོན་གསལ།